ན་མོ་ཨ་བྷ་ལོ་ཀི་རི་ཤོ་ར་ཡ། འཕགས་ཆོས་འཇིག་རྟེན་སྒོམ་པའི་ཞལ་འགོང་རྣམས་མཁྱེན་པའི་ནུས་སྟོབས་ང་ལ་ལྷན་ཅིག་ཏུ། ལག་ཏུ་ལེན་ལ་གཞན་དྲིང་མི་འཇོག་པའི་དམ་པ་ཁྱེད་ནི་སྲས་ཀྱི་ཐུ་བོ་བརྙེས། ད་རིང་བ་ན་ཡོད་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་དེ་དོན་ཚོགས་པའི་གོ་སྒྲིག་ཞུ་བའི་འོག་ལ་ཡ། ཟངས་མདོ་རིན་པོ་ཆེ།

ད་ང་ལྟ་བུ་ཅིག་གིས་ཟངས་མདོས་རིན་པོ་ཆེའི་སྐུ་ཡི་མཚན་རྣམས་དེ་མར་གླེང་དགོས་བྱུང་བ་ཡིན་ན་དེ་ཉིད་ཅིག་ག་ཟེ་བོ་རེད། ཞུས་ཐོས་ཡ་ཟེ་མཁས་ཡོད་མ་རེད་དེ་ཡིན་ན་ཡང་ད་དམ་པ་གོང་གི་ཡ་དུས་བཞིན་བཀའ་གནང་པ་ཡིན་གསུང་ཙང་ཨ་ནི་བ་ལ་ཡང་ཅིག་མ་ཞུས་རང་ཞུས་འགྲོ་ཅིག་ཆགས་དེ་བས་གསུང་ཙང་ཨ་འདར་ཡིན་ཡ་དུས་བཞིན་བཅག་དགོས་བྱུང་བ་རེད། ད་ཟངས་མདོས་རིན་པོ་ཆེ་མཆོག་གི་ཡ་སྐུ་ཡི་མཚན་རྣམ་སྐོར་ལ་ཡ་མདོར་བསྡུས་ཅིག་གླེང་པ་འདྲ་བོ་བྱིན་པ་ཡིན་ན་དཔལ་ལྡན་བཀའ་དྲིན་ཁྲིགས་སུ་མཁས་དབང་ཟངས་མདོས་རིན་པོ་ཆེ་བློ་བཟང་བསྟན་འཛིན་ཆོས་ཀྱི་རྒྱལ་མཚན་དཔག་བཟང་པོ་མཆོག་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལོར་མདོ་ཁམས་ཇོ་ནང་འབྲུག་རྡོ་ཡབ་བསོད་ནམས་མགོན་པོ་དང་དྭགས་ནང་བཞིན་གྱི་ཡུམ་པད་མ་མཁའ་འགྲོ་གཉིས་ཀྱི་རིགས་ཀྱི་སྲས་སུ་ཞིང་པ་དབུལ་པོ་ཞིག་གི་ཁྱིམ་དུ་བདུད་སྤྱན་སྐུ་འཁྲུངས་པ་རེད། སྐུ་ན་ཕྲ་བའི་ཡུལ་དུས་ནི་བྱིས་པ་ཐ་མལ་པའི་རྣམ་འགྱུར་དང་དེ་ནས། ཅེས་བཀའ་སྩལ་བ་རེད། སྐུ་ཡི་རྣམ་འགྱུར་ནས་དྲག་ཏུ་དག་སྣང་ཞིང་གི། གསུང་གི་སྤྱོད་པ་དག་སྣང་ཞིང་གི་ཐུགས་ཀྱི་འཁྱེར་སོ། བྱིས་པ་གཞན་ལས་ལྷག་པའི་གི། སྐྱེས་བུ་དམ་པའི་གི་ནི་རྣམ་འགྱུར། རང་རྟགས་སྔོ་གཟར་ཅན་དུ་ནི་བསྟན་པ་ཞིག་ཏུ་ཆགས་བསྡད་ཡོད་འདུག། དགུང་ལོ་ལྔ་ལ་ཕེབས་པའི་སྐབས་དེ་ལ་ཡང། ཟངས་དུང་སྐུ་བྲིས་བྱས་པའི་ཡང་སྲིད་འཁྲུལ་མེད་དུ་ངོ་སྤྲོད་གནང་ནས། དེ་དང་འབྲེལ་ཁ་དན་དེ་བཞིན་ལེན་དུ་ཁྲིད་སྟོན་དང་ཆོས་ཞུ་མཛད་པ་རེད། དགུང་ལོ་བདུན་ལ་ཕེབས་པའི་སྐབས་ལ། སྐྱབས་རྗེ་ཟངས་བུམ་རྡོ་རྗེ་འཆང་ཆེན་པོའི་དྲུང་ནས་བར་མ་རབ་བྱུང་དང་རྒྱལ་ཚེ་ལུང་གི་སྡོམ་པ་ཡང་དག་པར་བཞེས། དགུང་ལོ་དགུ་ལ་ཕེབས་པའི་སྐབས་ལ། རྒྱལ་བའི་བཤེས་གཉེན་ཆེན་པོ་ངག་དབང་སྦྱིན་པ་ལ་སོགས་པའི་ཞབས་ལ་གཏུགས་ཏེ། ཆོས་སྡེ་འདིའི་ཆོ་ག་ཕྱག་ལེན་དང། དག་སྣང་བྱིན་གྱིས་ཐུན་མོང་སྤྱི་ཡི་རིག་གནས་དར་གྲོལ་དང། ནི་ཐུན་མོང་མིན་པའི་རིག་གནས། བྱང་ཆུབ་ལམ་རིམ་ལ་སོགས་པ་ལ་ཡང་གསན་བསམ་མཛད། དགུང་ལོ་བཅུ་གཉིས་སོན་པའི་སྐབས་ལ་ཡང་དབུས་སུ་བྱོན། དེ་ནས་དབུས་སུ་བྱོན་མ་ཐག་ཏུ་ཐོག་མར་ནི་དགའ་ལྡན་དགོན་པར་ཕེབས་ནས་ཁོང་གི་རྩ་བའི་བླ་མ་སྐྱབས་རྗེ་ཁྲི་བྱང་རྡོ་རྗེ་འཆང་ཆེན་པོའི་སྐུ་མདུན་ལ་བཅའ། དེའི་བཅའ་པའི་སྐབས་དེ་ལ་ཡང་དགའ་ལྡན་དགོན་མར་འབྱོར་མ་ཐག་ཏུ་དེ་དུས་རྒྱལ་འདྲེ་གདུང་བའི་སྐབས།

བྱང་ཆུབ། གཙུག་ལག་ཁང་བརྒྱད། དེའི་དྲུང་དུ་ཡང། སྐྱབས་མགོན་རྒྱལ་བོའི་དབང་པོ་སྐུ་ཕྲེང་བཅུ་བྱེ་བ་ཆེན་པོ་མཆོག་གི་མཁན་པོ་དང། དག་ན་ཞིང་གི་སྐྱབས་རྗེ་ཡོངས་འཛིན་གླིང་རྡོ་རྗེ་འཆང་ཆེན་པོ་མཆོག་གི་ལས་ཀྱི་སློབ་དཔོན། མཚན་བྱང་གསེར་ཀོང་རྡོ་རྗེ་འཆང་ཆེན་པོ་མཆོག་གི་གསང་སྟོན། དག་ན་ཞིང་གི་སྐྱབས་རྗེ་ཡོངས་འཛིན་ཁྲི་བྱང་རྡོ་རྗེ་འཆང་ཆེན་པོ་མཆོག་གི་གཡུལ་ཁ་སྐོང་གི་དགེ་འདུན་གྲྭ་ཚང་གི་དྲུང་ནས། ཨ་མྱེས་རྡོ་རྗེ་གདན་བྱང་ཆུབ་ཆེན་པོའི་གཙུག་ལག་ཁང་དུ་ཨ་མྱེས་བསྙེན་རྫོགས་ཀྱི་སྡོམ་པ་ཡང་དག་པར་བཞེས་ནས་བསླབ་ཕྲེང་གི་དམིགས་འབྲེལ་ལྟར་མཚུངས་པའི་གསུང་བར་མཛད་པ་རེད། དག་སྣང་ཞིང་གི། སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ནས་བཟུང། སྤྱི་ནོར་གོང་ས་སྐྱབས་འགྲོ་མི་བཞི་མཆོག་གི་བཀའ་དགོངས་ལྟར། ཅིག་དགའ་ཟེར་བ་རེད། སིམ་ལ། Simla། གཏན་སློབ་དང།

ད་ལ་འུ་སོ་སོ། གདན་ས་གསུམ་གྱི་དུད་སོ་དང། དག་སྣང་བཞིན་གྱི་གསང་ཆེན་རྒྱུད་སྡེ་བཅས་སོ། དགེ་བཤེས་ལྷ་རམས་འཕར་མ་དང། སྔགས་རམས་པ་བཅས་ཀྱིས་དམ་ཆོས་བཙལ་ཏེ་མདོ་སྔགས་རིག་གནས་དང་བཅས་པའི་ཤེས་བྱའི་གནས་ལ་མཁས་པའི་ཕུལ་དུ་ཕྱིན་པར་མཛད་ཡོད་པ་རེད། ལྷག་པར་དུ། ཝར་ནཱ་ཡུལ་བོད་ཀྱི་ཆོས་སྡེ་གཙུག་ལག་སློབ་གཉེར་ཁང་དུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དོན་བཅུ་དོན་གཅིག་ནས་བཟུང་མི་ལོ་བཅུ་ཕྲག་གསུམ་ལ་ཉེ་བའི་ཉེ་བའི་རིང། སློབ་སྦྱིན་དང། དག་ན་བཞིན་གྱི། ཉེས་དོན་པའི་ཚད་མའི་ཐོག་མཛེས་རྒྱན་བཞེས་ཏེ། མཁས་བཙུན་གཉིས་ལྡན་གྱི་ཡང་དག་པའི་གྱི་མཛད་སྤྱོད་ལ་བརྟེན་ནས་སློབ་ཁང་འདི་ཐོག་མའི་གནས་བབ་ཉམ་ཐག་པའི་གནས་སྟངས་ལས་གྲོལ་བར་མཛད་ནས། མཐར་སྣོད་བཅུད་ཡོངས་རྫོགས་སུ་ལ་སློབ་གཉེར་ཁང་ཚད་དང་ཚད་ཉིད་ཡོངས་སུ་རྫོགས་པ། སྐར་རྟགས་སྔར་བཞིན་ཐོབ་ཐུབ་པའི་ངོ་བོར་གྱུར་པ་རེད། དག་ནི་དེ་བཞིན་དེ་ལ་བརྟེན་ནས་རྒྱ་ཆེའི་སྡིངས་ཆའི་སྟེང་ཨ་ཡར་ཐོན་གྱི་རྣམ་པ་ཅན་དུ་འགྱུར་བར་མཛད་ཡོད་པ་རེད། དེ་བཞིན་དུ། རྒྱལ་རྗེ་སོགས་སུ་ཤེས་ཡོན་དང་རིག་གཞུང་འགྲོ་བའི་རིག་གཞུང་དང་བྲལ་བའི་མཛད་རྗེས་ལ་ཆ་མཚོན་པ་ཡིན་ན། རྒྱ་གར་རྒྱལ་ཁབ་རྒྱལ་ཡོངས་ཀྱི་ནང་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ཉིས་བརྒྱ་བཞི་བཅུ་ག་ལ་བའི་འགན་འཛིན་རི་དྭགས་ལྷན་ཚོགས AIC གྱི་ཚོགས་མི་དང་ཚོགས་གཞོན། དར་ནག་ཆིན་གྱི་ཚོགས་གཙོ་ངོ་མ་བཅས་ཀྱི་མཛད་འགན་ལོ་གཉིས་ལྷག་དང། དབྱིན་ཇི་ཡི་མཐུན་སྦྱོར་རྒྱལ་ཁབ་ནང་ཡོད་ཆེས་མཐོའི་གཙུག་ལག་སློབ་གཉེར་ཁང། ACU། ཁག་གི་མཛད་འགན་ལྷན་ཚོགས་ཀྱི་ཚོགས་མི་དང། དེ་དང་ཕྱོགས་མཚུངས་རྒྱ་གར་དབུས་གཞུང་གི Indian Council of Philosophical Research། ICPR། ཞེས་པའི་སྙན་གྲགས་ཅན་གྱི་ལྷན་ཚོགས་ཏེ། National Lectureship། རྒྱལ་ཡོངས་སློབ་སྟོན་པ་ཞེས་པའི་མཚན་གནས་འབུལ་བཞེས་ཀྱིས་རྒྱ་གར་གྱི་གྲགས་ཆེ་བའི་གཙུག་ལག་སློབ་གཉེར་ཁང་ཁག་ལྔ་ཡི་ནང་ནང་ཆོས་རིག་གཞུང་དང་འབྲེལ་བའི་གསུང་བཤད། ཟབ་གཏེར་བསྩལ་གནང་བ་སོགས་རྒྱལ་སྤྱི་དང་རྒྱལ་ནང་གི་མཁས་པའི་བགྲོ་གླེང་ཚོགས་དུས་མང་པོའི་མདུན་སར། སྨར་ཁྱི་རི་སྡེ་ཚོགས་རྣམས་ཀྱིས་དབུས་སུ་སེང་གེ་བྲག་ཡང་བྲག་ཞལ་གསུངས་པ་ལྟར་མཁས་པ་གྲ་འགྲིག་གནང་ནས་མི་དྲ་བའི་ཚོགས་འདུ་ཆེས་མངོན་པར་དུ་འཕགས་པ་བྱུང་ཡོད་པ་རེད། དེའི་གཞིར་བཟུང་གིས། སྲིད་ཀྱི་ཟས་བཅའི་སྐོར་ལ་ཡང། མདོར་བསྡུས་ཙམ་གྱིས་ཞུས་པ་ཡིན་ན། ཆབ་སྲིད་དང་འབྲེལ་བའི་སྐོར་ནི། བོད་རང་དབང་བདེན་པའི་ལས་ཁུར་ཐོག་མར་འཛུགས་སྐབས། གཡོན་ཤུགས་བརྒྱུད་གསུམ་ནས་མཐུན་འགྱུར་ལམ་དུ་མཐིལ་ཕྱིན་གནང་ཡོད་པ་དང། ད་ནང་བཞིན་གྱི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ལོར། ྋགོང་ས ྋསྐྱབས་མགོན་ཆེན་པོས་ཀྱི་བཀའ་དགོངས་ལྟར་མ་འོངས་བོད་ཀྱི་རྩ་ཁྲིམས་དང་སྐྱབས་བཅོལ་བོད་མིའི་སྐྱབས་བསྟུན་ཟིན་བྲིས་ཚོགས་ཆུང་གི་མཛད་འགན་བཞེས་ཐོག་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཅིག་ལོ་ནས་མི་ལོ་བཅུ་ཡི་རིང་སྤྱི་འཐུས་དང་ད་སྔ་ནང་བཞིན་གྱི་སྤྱི་འཐུས་ཚོགས་གཙོ་ཡི་མཛད་འགན་བཞེས་ཡོད་པ་དང་ད་སྔ་ནང་བཞིན་གྱི་ཉིས་སྟོང་གཅིག་དང་ཉིས་སྟོང་དྲུག་སོ་སོར་དེ་སྔོན་བྱུང་མྱོང་མེད་པའི་འོས་ཐོབ་ཀྱི་རྒྱ་ཆེའི་མཐོ་ཚད། རྒྱབ་ཇུས་རྒྱས་བཤད་དང། དགུ་བཅོས་བཅས་ཀྱི་ཐོག་མང་གཙོའི་གྱི་འོས་འདེམས་ཞུ་བའི་བཀའ་བློན་ཁྲི་པར་འདེམས་ཐོན་བྱུང་སྟེ་མི་ལོ་བཅུ་ཡི་རིང་ཟས་མཁན་བཞེས་རྗེས། ཁྱོད་མི་ལོ་ཉི་ཤུའི་རིང་ཚོགས་གཙོ་དང་བཀའ་ཁྲིའི་མཚན་གནས་ཐོག་ཆེད་ཁྱད་དུ་འཕགས་ཤིང། ཁྱེད་ཚང་བདེན་པའི་སྒོ་ནས་ཟས་མཁན་བཞེས་ཡོད་པ་རེད། ད་ནང་བཞིན་གྱི་སྐད་ཅོར་ཁོངས་ཀྱི་ཡང་ཅིག་གསུང་གི་ཟས་ཕྲན་ལ་ཆ་མཚོན་པ་ཡིན་ན། སྤྱི་དང། བླ་ན་མེད་པ་རིན་པོ་ཆེ་རྣམ་གསུམ་གྱི་གཏམ་གྱི་སྦྱོར་བ་ལས་གསུངས་པ་ནང་བཞིན། རིགས་ལམ་ཕྲ་མོ་ཆེ་བའི་རྣམ་དཔྱོད་དང་གཞུང་ལུགས་དམ་པར་ཤར་བའི་ཉམས་ལེན་དང། ཚིག་སྦྱོར་ཚུལ་ལ་མཁས་པའི་ངག་རྒྱས་པར་ས་སྟེང་འདི་ན་རིན་ཆེན་རྣམ་གསུམ་སྣང་ཞེས་གསུངས་པ་ནང་བཞིན་གྱི། ཁོང་གི། གསུང་གི་མཛད་པ་སྤྱི་དང། ག་ཟེར་བོ་རེད། མདོ་སྔགས་ཡོངས་སུ་རྫོགས་པ་གཅིག་ལ་ཡང་ཐོག་མཐའ་མེད་པར་སེམས་ཀྱི་ང་རོ་ནང་བཞིན་སྒྲོག་པ་ཅིག་ཡིན་པ་ཡིན་ན་ཡང་དེ་ལ་ཡང་གསུང་གི་མཛད་པ་དེ་ནི་ཅིག་གཞན་དང་མ་འབྲེལ་བའི་གི་ཁྱད་ཆོས་ཟབ་ཅིང་རྟོགས་དཀའ་བའི་གནད་དོན་དག་སྟོན་པའི་ཚེ་ཡིན་ལུགས་ཕུ་ཐག་ཆོད་པའི་གི་ཤེས་རབ་ཀྱི་ལེགས་པར་བསྟར་ནས་དཀའ་གནད་གང་ཡིན་གྱི་ཐོག་ལ་གསལ་བར་མཛད་མཁན་གྱི་ཐུན་མོང་མ་ཡིན་པའི་ཁྱད་ཆོས་ལྡན་པ་དེ་གས་རེད། དེའི་འདུ་ཚང་ནི་ཁོང་གི་བཀའ་རྩོམ་དེའི་ནང་ལོ་ལ་ཡང། ཨ་ནི་ཅེས་ཁ་ཟེར་བ་རེད། སྐད་རིགས་མི་འདྲ་བ་སྣ་ཁ་གསུམ་ཐོག་ནས་ཡང་ཡོད་པ་རེད། དེ་ཡོད་པ་དེ་གའི་དེ་ཡང་དབྱིན་སྐད་ཀྱི་ཐོག་ནས་དག་ནང་བཞིན་གྱི་ཧིན་དིའི་ཐོག་དག་ནང་བཞིན་གྱི་བོད་སྐད་ཐོག་དེ་ཡང་བརྗོད་བྱ་ནང་པའི་ལྟ་གྲུབ་དག་ནང་བཞིན་གྱི་ཤེས་རིག་གི་སྐོར་དག་ནང་བཞིན་གྱི་སྲིད་ཀྱི་སྐོར་ལ་སོགས་པ་ཟབ་པ་དང་རྒྱ་ཆེ་བ་ཡོད་པ་དེ་ནི་ཁོང་གིས་ཡང་དུས་ཤིག་ནས་བཙལ་ཡོད་པ་རེད། དེ་ཡོད་འདོད་ས་ནི་མདོར་ན་མགོན་པོ་གང་ཉིད་ཀྱིས་སྐུ་ཚེ་སྟོད་སྨད་བར་གསུམ་ལ་ཡང་ཅིག་སྟོན་པ་དང་གྲོལ་བའི་དོན་ལ་ཡང།

ཅིག་ད་ལྟ་བར་དུ་བསྟན་པ་དང་འགྲོ་བའི་དོན་ལ་མཛད་སྒོ་ཧུར་ཐག་བྱས་པ་དེ་ལ་མཐའ་མ་ངེད་ཀྱི་ཐོག་ནས་ཡང་བཀའ་དྲིན་ཆེ་ཞུ་ཡ་དང་སྦྲགས་མགོན་པོ་གང་ཉིད་ཀྱི་ཐུགས་ཀྱི་བཞེད་དགོངས་ལྷུན་གྱིས་གྲུབ་པ་དང་དྭངས་ནས་ཞིང་སྐུ་ཚེ་ཞབས་པད་བརྟན་པའི་སྨོན་འདུན་དང་བཅས་མདོར་བྱས་མཚམས་བཞེས་ནས་བཀའ་དྲིན་ཆེ་ཞུ།